སྤྱི་བཏང་བས་ན་སྤྱི། ཆབ་སྲིད་ཀྱི་ཐོག་ནས་ང་རང་ཚོ་དངོས་གནས་ཁོ་རང་ཐག་བཅད། རང་དབང་སླར་གསོ་གི་འཐབ་རྩོད་ལ་གཉིས་ཏེ་མི་རེ་རེ་ལ་དངོས་གནས་ཁོ་རང་ཆེད་འགན་ཡོད་རེད་མི་རེ་རེ་ལ་དངོས་གནས། སོ་སོ་དགོས་པའི་ན་ལངས་ཀ་གང་ལ་འགྲོ་ཡ་ནས་སོ་སོ་གི་འདོད་པ་ལྟར་དུ་འགྲོ་ཆོག་གི་རེད་མ་གཏོགས། ཨེ་ནི་ཡེ་སྐྱོང་རིན་པོ་ཆེ་གིས་ངེད་ཀྱིས་བསྟན་པའི་དབུ་མའི་ལམ་དེ་ལ་ཡིན་གཅིག་མིན་གཅིག་འགྲོ་དགོས་ཡོད་གསུངས་ཡོད་མ་རེད།

ད་ཁོ་རང་མི་ཁོ་རང་གི་གཤིས་ཀ་བྱུང་རང་མི་ཁོ་རང་གི་བྱ་བ་དང་སྤྱོད་པ་ག་འདྲ་ཡོད་ས་རེད། ཁོ་རང་སྒེར་གྱི་ཁེ་ཕན་སྒྲུབ་ཡག་གི་ཆེད་དུ་མ་གཏོགས། སྤྱི་བ་ལ་ཉིན་དེ་ལ་རྩ་བ་རྙེད་ནས་ཁོ་རང་ཁུར་གི་ད་ཅེས་སེམས་ནང་ལ་མེད་པ་དེ་ག་འདྲ་ཟེར་ན་ཧ་གོ་གོ་ལ་དུ་སྔོན་མ་རང་བཙན་གཙང་མའི་འཐབ་རྩོད་ལ་འབད་ན་ཅིག་ཁོ་རང་ལ་མཉམ་ཞུགས་བྱེད་ཉེན་རོགས་མཉམ་ཞུགས་བྱེད་ཉེན་དེ་ད་མུ་མཐུད་ནས་རང་བཙན་གཙང་མ་ལ་འཐབ་རྩོད་བྱེད་ཉེན་དེ་སུ་གིས་ད་ང་ཚོ་བོད་པའི་སྤྱི་ཚོགས་ནང་གི་བསམ་བློ་བཏང་སྟངས་དེ་ཧ་ལས་གི་ངོ་ནས་ག་ལ་བ་ད་ཅིག་བུ་སུ་དོགས་པར་ཞུ་ཅེས་དང། རང་བཙན་བླ་ཉེ་དེ་གས་པས་ན་ཆེ་མཐོང་དང་རང་བཙན་བླ་ཉེ་དེ་ལ་ངོ་ནས་ག་ཚད་ཅིག་ང་ཚོ་གི་ནུས་པ་ག་ཚད་ཡོད་མེད་རང་བཙན་བླ་ཉེ་དགོས་པ་དེ་དགོས་ཡ་དེ་ང་ཚོ་སྤྱི་དང་ཆེད་བཅའ་གི་འཛམ་བུ་གླིང་ག་བ་ལ་བལྟས་པས་ན་གལ་ཆེན་པོ་ཡིན་པ་དེ་ཧ་མ་གོ་འདུག་དེ་ནས་སྐྱབས་མགོན་རིན་པོ་ཆེས་བས་ན་མཚན་དེ་ད་ཅིག་ལག་ཆ་ན་ཞིག་བེད་སྤྱོད་བཏང་བྱས་ནས་དབུ་མའི་ལམ་གི་རྗེས་སུ་ད་ང་ཚོ་སྐྱབས་བཅོལ་བྱེད་དགོས་རེད་ཟེར་བ། དབུ་མའི་ལམ་གྱི་རྗེས་སུ་འགྲོ་དགོས་རེད་མ་གཏོགས།

དང་པོའི་དཔེ་ན་བདག་ཀྱང་ཀུན་རིག་ཅེས་པས་ན་ཞེས་པའི་དོན། དགོངས་པ། རོལ་བ། ང་རང་ཚོ་གི་ངོ་ནས་རང་དབང་དེ་སླར་གསོ་ཡོང་ཡ་གི་དཔེ་ན། ཐབས་ལམ་དེ། རང་བཙན་གཙང་མའི་རྗེས་སུ་ང་ཚོ། འགྲོ་དུས། འགྲིག་གི་ཡོད་པ་ཡིན་ན། ད་ལྟ་ང་ཚོ་རང་བཙན་གཙང་མའི་འགྲོས་སུ་དཔེ་ན་གཅིག། རྗེས་འདེད་ཇི་སྙེད་དང། རང་བཙན་གཙང་མ་ལ་དཔེ་ན་གཅིག། འཐབ་རྩོད་ཇི་སྙེད་དེ་ཚོ་ལ། ང་ཚོ་མ་དགའ་བ་བྱེད་དགོས་ཡ་གཅིག་དང། གཅིག། འོས་ཤོག་བླུགས་པའི་སྐབས་སོགས་ན། དེ་ལ་པར་བཏགས་བྱས་ནས། ཁོའི་གི་དཔེ་ན་རང་བཙན་གཙང་མ་འཐབ་རྩོད་ཇི་སྙེད་རེད་བྱ། ཁོ་རང་བཙན་གཙང་མ་རྗེས་སུ། འཐབ་རྩོད་ཀྱི་རྗེས་སུ་དཔེ་ན་རྗེས་སུ་འབྲང་གི་རེད་བྱ་ལ་ནི། འོས་ཤོག་ཡོད་ན་དེ་ལ། འོས་ཤོག་དཔེ་ན་མ་ཕུལ་ཡ་བྱས་བྱས་རོགས། དེ་ཚོ་ག་རེ་བསྟན་དགོས་རེད། སོ་སོའི་བོད་མི་རིགས་དང་རྒྱལ་ཁབ་ལ་བརྟེན་ནས་ཤ་ཚ་སེམས་ལ་ཁྱོན་ནས་མེད་པ། རང་བཙན་ལ་བསྙད་དེ་རྒྱལ་ཁབ་ལ་བསྙད་དེ་ཡོད་པ་ཡིན་ན་ང་ཚོ་ལ་དགེ་མཚན་ཆེ་ཆུང་ག་ཅི་ག་ཚད་ཡོད་པ་དེ་ཧ་མི་གོ་བ་ལྟར་རོ། ད་བོད་ལ་ཤ་རྒྱག་པ་ན་བསྟན་ན་རང་བཙན་ལག་དེབ་ལྗང་ཁུ་དེ་ད་རང་བཙན་ལག་དེབ་ལྗང་ཁུ་དེ་ང་ཚོ་ལག་པ་ལ་ཡོད་པ་དེ་ང་ཚོ་སྤོབས་པ་རེད་ལ་དེ་སྤོབས་པ་ཁེ་མ་རེད་བ། དེ་ང་ཚོ་འུ་ཐུག་རྒྱོགས་རེད་བ། སྐད་ཆ་དྲང་པོ་བཤད་ན་ལ་འུ་ཐུག་ཀྱང་རག་སྟེ། རང་བཙན་གཙང་མའི་དཔེ་ན་ད་ང་ཚོ་འཐབ་རྩོད་ཀྱི་ཆེད་དུ། དེའི་ཆེད་དུ་ད་ཅིག་ང་རང་ཚོ་གི་དཔེ་ན་ཅིག་ཕྱོགས་ཞེས་སམ་ཅིག་ད་ང་རང་ཚོ་དངོས་གནས་ཁོ་རང་ཅིག། ཤ་ཁྲག་གཉིས་ཀ་དཔེ་ན་མ་ཐུབ་པའི་བོད་པ་གཙང་མ་གཙང་རྐྱང་ཅིག་ཡིན་དུས། དེ་ནས་རང་བཙན་གཙང་མའི་ལག་དེད་ལ་ད་རང་བཙན་གཙང་མའི་འཐབ་རྩོད་ཀྱི་ཐོག་ནས་ད་གང་ཡང་གྲུབ་འབྲས་གང་ཡང་མ་ཐོན་པར་རོ་བ་ཡང་དྲང་པོ་ཡིན་ད། དེ་ནས་ད་དབུ་མའི་ལམ་གྱི་རྗེས་སུ་འདི་བྱས་པར་རོ་བ་ཇི་ལྟས་བྱས་པར་རོ། དབུ་མའི་ལམ་གྱི་རྗེས་སུ་ཇི་ལྟས་བྱས་པའི་སྐབས་སུ། རང་བཙན་ལག་དེབ་སུ་མིང་དེ་བཞག་པས་ན་ཡང་སྙན་པོ་ཡོད་མ་རག། དཔེར་ན་འཐབ་རྩོད་དེ་རང་བཙན་གཙང་མའི་གི་དཔེར་ན་འཐབ་རྩོད་རྗེས་སུ་མ་འབྲང་བ་བྱིན་ནས་ད་རྒྱ་ངོར་མོ་ཆོས་དབུ་མའི་ལམ་གི་རྗེས་སུ་འབྲང་འབྲང་དགོས་རེད་གསུངས་ཡོག་མ་རེད་ད་རྒྱ་ངོར་མོ་ཆོས་དབུ་མའི་ལམ་གི་རྗེས་སུ་ཕྱིན་པས་ན་ག་འདྲེ་འདུག་དེ་ལང་ཀ་དེ་ག་འདྲེ་འདུག་སོགས་ནས་རྒྱ་ངོར་མོ་ཚིག་དེ་འདྲ་བྱིན་ན་མ་བྱེད་བསམ་ཚུལ་འདྲ་བོ་བཏོན་གནང་བ་རེད་མ་གཏོགས་ཡིན་གྱི་མིན་གྱི་དཔེར་ན་རང་བཙན་གཙང་མ་ལ་རྩ་བ་ཉིད་ནས་འཐབ་རྩོད་བྱེད་ཆོག་གི་མེད་ཟེར་རྒྱ་ངོར་མོ་ཆོས་གསུངས་ཡོག་མ་རེད་དེ་རྩ་བ་ཉིད་ནས་གསུངས་ཁོ་ར་ཞིན་གི་མ་རེད་གསུངས་མི་ཤེས་གི་པའི་རྒྱུ་མཚན་ག་ལ་དུས།

བོད་མི་རིགས་དང་ཤ་ཟ་སེམས་ལ་དངོས་གནས་ཁོ་རང་སྐྱབས་མགོན་མི་བྱེད་ལ་ད། ཀྱི། བོད་མི་ཡོངས་སུ་རྫོགས་པའི་ལྟ་བའི་མི་དང་ཁོག་པའི་སྙིང་ལ་དུ། ང་རང་ཚོ་དཔེར་ན། ཀྱི། བོད་པ་ཡོངས་སུ་རྫོགས་པའི་ངོ་ནས་ཁོང་ལ་ལྟ་བའི་མི་དང་ཁོག་པའི་སྙིང་གི་འདུ་ཤེས་བཞག་པ་དགའ་སོང། ཁོང་གིས་དེ་ནང་བཞིན་ང་ཚོ་ལ་དངོས་གནས་འདུ་ཤེས་གཡོ་རུ་བ། དེ་ཚོ་ལ་ད་ལྟ་བར་དུ་ང་རང་ཚོ་དངོས་གནས་ཁོ་ན་རིག་གནས་གསལ་བཤད་དགོས་ཚོ་བོད་མི་ས་ཡ་ག་ཚད་ཅིག་གིས་སྲོག་ཕྱིན་པ་རེད། དེ་སྲོག་འགྲོ་དགོས་པའི་རྒྱུ་མཚན་གང་ཐད་ནས་ཕྱིན་པ་རེད། རྒྱལ་ཁབ་དང་མི་རིགས།

བོད་མི་སྒྲིག་འཛུགས་ལ་གལ་སྲིད་ང་རང་ཚོ་གི་བཙན་བྱོལ་ནང་དུ་ཡོད་པའི་བོད་རིགས་སྤུན་ཟླ་དེ་ཚོ་ལ། ཟས་གོས་གནས་མང་གི་ཐོག་ནས་གོང་རེ་ཚོད་ཐིག་འགྲུབ་ཡག་པའི་ནུས་པ་ཅིག་ཡོད་ཅེས་ནས་ཁོང་རྣམ་པས་བྱོས་ན་ང་ཚོ་ལ་དེ་འདྲ་བྱས་ན་དག་ཅིག་ཆེས་རྒྱ་གར་ཕྱོགས་ཆེ་ཚམས་ཆད་ལ་ཕེབས་ན་ང་ཚོ་ཁ་གྲམ་མ་དགོས་པ་བྱས་ནས། རྒྱ་གར་བོད་ནང་བཙན་བྱོལ་ནང་ལ་རོལ་བ། བཙན་བྱོལ་བོད་ནང་གི་སྤྱི་ཡི་བོད་རིགས་སྤུན་ཟླ་ཡོངས་རྫོགས་ཚོགས་པ་རྒྱ་གར་དང་རྒྱ་གར་ནང་ལ་བསྡད་བྱས་ནས་ཚོད་ཐིག་ཐོག་ལ་དཀའ་ངལ་མེད་པ་ཅིག་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ང་རང་ཚོ་རོགས་པ་བྱེད་ཐུབ་ཀྱི་ཡོད་པ་ཡིན་ན། ང་ཚོ་གི་དཔྱ་ཁྲལ་ལ་དེ་ལ་ཉེ་དེ་དཔྱ་ཁྲལ་ལ་ཉེ་གི་མིང་དེ་སྙན་པོ་ཅིག་ཡོད་རེད།

རང་བཙན་གཙང་མ་ལ་འཐབ་རྩོད་བྱེད་ཉེན་ལ་བོད་པ་ལ་མ་དགའ་ཉེན་གྱི་བོད་པ་ཞིག་ཡོད་ས་རེད་བ། དེ་ང་ཚོ་བོད་མི་རིགས་ལ་བལྟས་ན་ཤ་ཚ་སེམས་ལ་ཡོད་ལབ་ཉེན་དེ། ཚིག་ཙམ་གྱིས་མ་གཏོགས། དོན་ལ་བོད་མི་རིགས་ལ་ཤ་ཚ་སེམས་ཉེན་རྩ་བ་གཉིས་ནས་ཁོ་ར་མེད་པ་བསྟན་དགོས་རེད་ད་ཇོ་རིང་པོ་བསྟན་དགོས་རེད། སྐད་ཆ་བདེན་པ་བདེན་ཆ་དྲང་པོ་དྲང་བཞག་བཤད་དགོས་རེད་སུ་དགའ་ནས་རེད་སུ་མ་དགའ་ནས་ཧ་ལས་ཁེ་ཡོང་མ་རེད་བདེན་པ་བཤད་དགོས་རེད། ད་ལྟ་བར་དུ་ང་ཚོ། རང་བལྟས་ན་ཅི་ཡང་རིག་གནས་གསར་བརྗེའི་སྐབས་སུ་ང་ཚོ་བོད་རིགས་བན་དག་ག་ཚོད་ཅིག་གི་སྲོག་བཅིངས་ཡོད་རེད། དེ་རེད་བལྟས་ན་རྩ་ཆེ་བ་ཡོད་མ་རེད།

ཁ་བདེ་བོ་ཅང་ཤེས་ནས་ད་ཅི། འོས་ཤོག་ཐོབ་ཡག་གི་ཆེད་དུ་ཁྱོད་རང་ཚོ་ད་ནང་མི་མང་དེ་ད་རོགས་མང་རེད་ཁྱོད་རང་ཚོ་མི་མང་ན་རོགས་མང། ད་གྲངས་དགོས་ནས་ཁྱོད་རང་ཚོ་མང་གི་རེད་ལྐུག་པ་འོན་པ་ཞར་ར་དེ་ཚོ་ཚང་མ་ད་ནང་མི་མང་ནང་ལ་ཡོད་དུས་རེད་བ། འོས་ཤོག་དེ་ཁྱོད་ཚོ་ཐོབ་གི་རེད་བ། ཡིན་ལགས་ཁྱོད་ཚོ་འོས་ཤོག་གི་ཕན་པའི་མི་བྱོས་རོགས། དེ་ལ་ང་ཚོ་གི་རྩ་བ་ཉིད་ནས་ཁོ་རང་མཐོང་དཀའ་མ་ང་ཅི་ཡོད་མ་རེད་ད། དངོས་གནས་ཁོ་ར་མཐོང་ཡོད་མ་རེད་ཁོ་ལ་སྲིད་སྐྱོང་གི་དཔེ་ན་བྱེད་འོས་པའི་ཡང་ན་ཁོ་ལ་དངོས་གནས་ཁོ་ར། ཤེས་བྱ་ཡོན་ཏན་ཉམས་དང་སྟོང་པའི་དོན་ནི་ཁོ་ལ་སྲིད་སྐྱོང་འོས་པའི་ཡོད་མ་རེད་ཁོ་རང་གི་བྱ་བ་སྤྱོད་པ་བྱས་པས་ན་ཁོ་རང་དངུལ་མ་ཁོ་ར་ཅིག་ཁོ་རང་གི་བྱ་བ་སྤྱོད་པ་དེ་ཚོ་ཆང་ཨ་ར་མིན་ན་ཉིན་མཚན་མི་འགྲོ་མོད་དུ་འདྲ་མིན་གྱི་ཡ་བཞག་ཡོད་རེད་དེ་ནི། ད་ཁྱོད་ཚོ་བོད་མི་ས་སྟེང་བོད་མི་སྒྲིག་འཛུགས་པས་ན་ས་སྟེང་ཡོང་ཡིན་ན་རེ་བ་འདུག་བས།

ཁྱོད་ཚོ་དང་ཐོག་སྤྱི་འཐུས་གྲོས་ཚོགས་ནང་ལ་ཡང་འཛུལ་ཚར་ཟེར་རོ། དེའི་བཟོ་ལྟ་ཁྱོད་རང་ཚོ་གི་བོད་མི་སྒྲིག་འཛུགས་ཀྱི་བཅའ་ཁྲིམས་དེ་ཚོ་ཡག་པོ་ཅིག་ཁྱོད་རང་ཚོ་ཡག་པོ་བྱས་ནས་དེའི་ཐོག་ལ་ཐོས་བསམ་ཡག་པོ་མ་བྱས་པས་ཡིན་ན། བོད་མི་སྒྲིག་འཛུགས་ཀྱི་བཅའ་ཁྲིམས་དེ་དང་གཞིར་བཟུང་བྱས་ནས་འགྲོ་དགོས་དུས། ཁྱོད་ཚོ་གྲོས་ཚོགས་ནང་ལ་ལས་སླ་བོ་ལྷོད་ལྷོད་པོ་ཁྱོད་རང་ཚོའི་བར་ཁ་བདེ་ཕྱི་བདེ་བྱས་ནས་ཁྱོད་ཚོ་རྩ་བ་ཉིད་ནས་བསྐོར། ཨ་ནེ། ཉིན་མཚན་འགྲོ་གི་མ་རེད་ད་དངོས་གནས་འགྲོ་གི་མ་རེད་དེ་སོང་ཙང། དེ་ཁྱོད་ཚོ་བསམ་བློ་བཏང་དགོས་རེད་ད།

ང་ཚོ་གི་རང་བཙན་གཙང་མ་འཐབ་རྩོད་བྱེད་ཉེས་ལ་ང་ཚོར་དཔེར་ན་གྱོང་རག་དགོས་ཡོད་ཅེས་དང་དབུ་མའི་ལམ་གྱི་རྗེས་སུ་འབྲངས་པ་ན་ང་ཚོར་ཁེ་ཕན་ག་རེ་འདུག་ད། རྒྱ་གར་ནང་དུ་ཡོད་པའི་ང་རང་ཚོ་བཙན་བྱོལ་བོད་རིགས་སྤུན་ཟླ་ལ་ནི་རང་བཙན་གཙང་མ་ལ་འཐབ་རྩོད་བྱས་པ་ཡིན་ན་རེད་དབུ་མའི་ལམ་ལ་འཐབ་རྩོད་བྱས་པ་ཡིན་ན་རེད་བ། དེ་ལ་ངོས་ནས་ཁེ་ལ་ཁེ་དཔེར་ན་ཅི། ཁེ་ནས་ཁེ་མཉམ་རེད་གྱོང་ན་གྱོང་མཉམ་རེད། ད་བོད་ནང་དུ་ཡོད་པའི་ང་ཚོ་བོད་རིགས་སྤུན་ཟླ་དེ་ཚོ་ལ་གོང་ནས་བསམ་བློ་བཏང་བྱས་ནས། ད་དབུ་མའི་ལམ་གྱི་རྗེས་སུ་འབྲངས་པ་ཡིན་ན་ཁོང་རྣམ་པ་ཕ་གི་ལ་གཅིག། བཞུགས་པའི་བཀའ་སྲོལ་ལ་ཡང་གཅིག་གཏོགས་སྲིད་ཀྱི་ཞི་བདེ་ཡོང་ཡ་རེད་བ། རྒྱ་མི་གི་ཐོག་ནས་ཡིན་ན་ང་རང་ཚོ་གི་དཔེར་ན་ཆོས་དང་རིག་གཞུང་ཐོག་ལ་དཔེར་ན་ཅི།

ཆབ་སྲིད་ཀྱི་དབུ་ཁྲིད་ལ་ཉེ་དེ་བྱས་ས་སོང་ན་དགྲ་ལ་དཔེར་ན་སྙིང་རྗེ་བྱས་ནས་ང་ཚོ་གི་དཔེར་ན་ལོ་བ། བོད་ཀྱི་རྩ་དོན་སྒྲུབ་ཐུབ་ཀྱི་མ་རེད་དེ། དེ་བོད་ཀྱི་རྩ་དོན་སྒྲུབ་ཐུབ་ཀྱི་མ་རེད་ད། དངོས་གནས་རེད་བྱང་དུ་སྙིང་རྗེ་གི་བདག་ཉིད་ཅན་གཅིག་གཅིག་བྱས་ས་ཐོག་ཕག་པས་ཀྱི་གཅིག། ན་ས་ཐོག་ཕག་ས་དོ་དཔེར་ན་ས་ས་དྲུག་པ་ཐོབ་ཐག་ཆོད་ས་བདུན་པ་ས་བརྒྱད་པ་ས་ག་རེ་ཐོབ་བས་ན་དེ་ནི་ས་ཐོག་ཕག་པའི་ཚུལ་དུ་གནས་དགོས་ཀྱི་རེད། ཉེ་རིང་ཆགས་སྡང་མེད་པའི་སྒོ་ནས་རེད། ང་ཚོ་ད་ལྟ་བོད་ཀྱི་རྩ་དོན་སྒྲུབ་ལ་ཉེ་རིང་ཆགས་སྡང་མེད་པ་ཁོ་ནའི་སྒོ་ནས་ལས་འགུལ་སྤེལ་བས་ན་ང་ཚོ་བོད་ཀྱི་རྩ་དོན་དེ་དུས་ནམ་དུ་ཡང་ང་ཚོ་སྒྲུབ་ཐུབ་ཀྱི་མ་རེད།